འཛིན་གྲྭ་ཞིབ་ཕྲའི་སློབ་ཕྲུག་རྫོགས་ཁམས་ས་ཐེ་རིང་རྣམ་པ་ཚོ་ལ་ངས་སློབ་ཚན་བཅུ་བཞི་པ་ངོ་སྤྲོད་ཞུ་ཡི་ཡིན་ད་རིང་གི་ང་ཚོ་སློབ་ཚན་བཅུ་བཞི་པ་དེ་བོད་ཡིག་ངོ་སྤྲོད་སྐོར་ལ་ཡིན་དེ་འདྲའི་བསམ་པ་ནི་བོད་ཀྱི་ལུང་པ་ངོ་སྤྲོད་བྱེད་རེད་དང་པོ་དེ་ལ་ཡ་ངས་མཱ་ཤི་ཀློག་བྱེད་རྣམ་པ་ཚོ་ལ་ཡ་ཚིག་འགྲེལ་ཞུ་ཡིན། ཆགས་ཡུལ། ཆགས་ཡུལ་སི་ཏུའི་སྲིན་བལ་བོད་ཀྱི་ལུང་པ། ཆགས་ས། དེ་ག་དུས་སུ་ཆགས་ཡོད་རེད་ཞུས་པའི་ནང་དུ་དེ་མ་དང་པོ་ཞིག་ལོས་ཡིན། རང་རེའི་རྒྱལ་ཁབ་བོད་ལྗོངས་ནི་སྤྱིར་འཛམ་བུ་གླིང་གི་ཡང་ཐོག་དང་ཡང་སྒོའི་རྒྱ་གར་དང་བལ་ཡུལ་གྱི་བྱང། ཨབ་གྷ་ནི་སི་ཐན་གྱི་ཤར། ཤར་ཏུར་ཀི་སི་ཐན་དང་ཧོར་སོག་གི་ལོག་རྒྱ་ནག་གི་ནུབ་ཕྱོགས་སུ་ཡོད། ད་ང་རང་ཚོའི་གི་བོད་རྒྱལ་ཁབ་དེ་སྤྱི་བཏང་འཛམ་བུ་གླིང་གི་ཡང་ཐོག་དང་འཛམ་བུ་གླིང་ཚང་མ་ལོག་གི་ཐོག་དཔེར་ན་ཏང་ཙུའུ་ནུབ་རྒྱུད་ནས་ཤིག་ཏོག་ཡ་བོད་དེ་འཛམ་བུ་གླིང་གི་རུབ་རེད་ཐོག་རེད་དེ་ནང་བཞིན་འདུག་བསམ་པ་ཡ་དེ་ནང་བཞིན་ཡང་སྒོས་རྒྱ་གར་དང་བོད་ཡུལ་གི་ཆང་ལ་ཡང་དེ་འདྲས་བོད་ཀྱི་ས་ཆ་དེ་འདུ་ས་ཆགས་ཡོད་རེད་རྒྱ་གར་དང་བལ་ཡུལ་ནས་བརྩི་བས་ནི་ཆང་གི་ཕྱོགས་ལ་ཡང་བོད་ཀྱི་ས་ཆ་དེ་འདུ་ས་ཡོད་རེད་ད་ནང་བཞིན་ནི་ཨབ་གྷ་ནི་སྟན་གྱི་ཤར་གྱི་ཕྱོགས་ནས་ཡང་ད་འདུ་ས་ལྟ་བས་ནི་ཡང་བོད་དེ་ཨབ་གྷ་ནི་སྟན་ཤར་ཕྱོགས་ནས་བརྩི་བས་ནི་ཤར་གྱི་ཕྱོགས་ལ་ཡང་ཡོད་རེད། ཤར་ཏུར་ཀི་སྟན་དང་ཧོར་སོག་གི་ལོ་དང་ཤར་ཏུར་ཀི་སྟན་བྱས་ད་ནང་བཞིན། སོག་པོ་རྒྱལ་ལོ་ཕྱོགས་ནས་བརྩིས་པ་ཡིན་ན་ཡང་ཁོ་ཚོ་གི་ཕ་ཆོས་ནས་བརྩིས་པ་ཡིན་ན་བོད་དེ་ཁོ་རང་ཚོ་གི་བློ་གི་ཕྱོགས་ལ་ཡང་བོད་ཀྱི་ས་ཆ་དུ་ཆགས་ཡོད་རེད་ལ། དེ་ག་ནང་བཞིན་རྒྱ་ནག་གི་ནུབ་ཕྱོགས་སུ་ཡོད་ཟེར་ནས་རྒྱ་ནག་གི་ངོས་ནས་དུ་ས་ཕ་ཆོས་ནས་བལྟས་པ་ཡིན་ན་བོད་དེ་ནི་ཆགས་ས་དེ་རྒྱ་ནག་གི་ནུབ་ཕྱོགས་ལ་ཡང་དུ་ས་དུ་ཆགས་ཡོད་རེད་དེ་དུས་གསུམ་པ་ལ་འདི་གའི་དེ་ནི་བོད་ཡི་གེ་ཁྱིམ་མཚེས་རྒྱལ་ཁབ་ཆགས་ཤར་བ་ཡིན་ན་རྒྱ་གར་དང་བོད་ཡུལ་བྱས་ཨབ་གྷ་ནི་སི་ཐན་བྱས་ཤར་ཏུར་ཀི་སི་ཐན་བྱས་སོག་པོ་དང་རྒྱ་ནག་ལ་སོགས་པ་འདི་གི་ཐད་ནི་ག་ཆགས་འདུག་ལ་ན་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་ཏུ་ཆགས་འདི་གོ་རེད་དེ་འདུག་བསམ་པ་འདི་ཚོ་གས་ནི་བློ་དང་བྱང་དང་ཤར་ནས་འདུག་ད་རྩིས་པ་ཡིན་ན་བོད་དེ་དེ་འདྲས་ད་ཆགས་ཡོད་རེད་ཟེར་གོ་རེད་དེར་བརྟེན་བོད་ཀྱི་ཡུལ་ནི་གླིང་ཆེན་ཨེ་ཤེ་ཡའི་དཀྱིལ་དུ་གནས་པའི་སྐམ་ས་ཆེན་པོ་ཞིག་ཡིན་དེ་འདུག་བསམ་པ་ལ་ཡ་ནི་བོད་ཀྱི་ལུང་པ་དེ་ནི་གླིང་ཆེན་ཨེ་ཤེ་ཡ་ཨེ་ཤེ་ཡ་དང་ཡུ་རོབ་ཅེས་ཅེས་སྟེགས་སྟངས་ད་དེ་འདྲས་ད་གླིང་ཕྲན། དེ་འདྲ་ཞུ་ཡར་བ་ཡིན་ན་ལེ་དང་ང་ཚོ་བོད་དེ་ནི་གླིང་ཆེན་ཨེ་ཤི་ཡ་གི་ནི་སྐྱིད་མང་ཅིག་ལ་འདུ་ཆ་དེ་བས་ནི་སྐམ་ས་ཆེན་པོ་ས་ཆ་ཆེན་པོ་ཞིག་དེ་འདྲས་དང་ལུང་པ་དེ་འདྲས་ཞིག་རེད། མཐའ་འཁོར་དུ་མི་ལོ་སྟོང་ཕྲག་མང་པོའི་བཞུད་མ་མྱོང་བའི་གངས་རི་གངས་རིན་པོ་ཆེ་གཙོས་པའི་སྟོད་ཀྱི་བྱུ་མོ་གླང་མ་དང་བར་གྱི་རོང་ཙེ་ཁ་བ་དཀར་པོ་སྨད་ཀྱི་རྨ་ཁའི་སྤོམ་ར་སོགས་གངས་རིའི་གཤིས་ཀྱི་མཆོད་རྟེན་ལྟ་བུ། དང། ད་ལྟའི་དོན་བསམ་པ། ད་འདི་ག་ཟེར་བ་ལ་ད་བོད་ཀྱི་གཡས་གཡོན་ལ་ཡང་ཡོད་འདུག་ད་ས་ཆ་དེ་ད་དེ་འདྲའི་ས་ཆ་ཡོད་འདུག་བསམ་པ་ལ་གཡས་གཡོན་ལ་ག་འདྲའི་ས་ཡོད་མེད་དེ་ཤོད་རེད་གངས་རི་འདི་ཚོ་ལྐོག་ལ་ཡག་འདུག་ཟེར་ཤག་མཐའ་སྐོར་ལ་ཡང་མི་ལོ་སྟོང་ཕྲག་མང་པོའི་གངས་རིའི་ལ་ཡག་འདུག་ད་ཞུས་མ་མྱོང་གྱོ་གངས་འདི་ཚོ་ཡིན་ན་མ་ཞུ་བ་དེ་འདྲ་རང་དེ་འདི་ཡོད་རེད་དེ་འདི་ཡོད་རྒྱུ་ཡི་གང་རིན་པོ་ཆེ་གཙོ་བོ་དེ་ནི་གང་རིན་པོ་ཆེ་གཙོས་པའི་སྟོད་ཀྱི་བྱོ་མོ་གླང་མ་སྟོད་ད་མངའ་རི་ལ་ཡ་ཨན་བྱོ་མོ་གླང་མ་དེ་ཡོད་རེད་བ་ཨན་བྱོ་མོ་གླང་མ་དེ་ད་རྒྱ་གར་སྐད་ལ་ཡ་མཱན་སི་རོ་ཝར་སི་ཡི་དོ་དེ་ཧ་རང་རེད་བྱོ་མོ་གླང་མ་དང་བར་གྱི་རོང་བཙན་ཁ་བ་དཀར་པོ་ད་དང་པོ་དེ་ལ་ངའི་རྣམ་པ་ཚོ་ལ་བྱོ་མོ་གླང་མ་གི་ཨ་ཕ་ཅིག་འདུག་ད་དོན་ཨིན།

འདི་གའི་དེ་ནི་གངས་རི་འདི་གའི་དེ་ནི་ཤེལ་གྱི་མཆོད་རྟེན་ནང་བཞིན་ཡོད་རེད་ཕར་བལྟས་པ་ཡིན་ན་ནི་ཤེལ་གྱི་མཆོད་རྟེན་ནང་བཞིན་གངས་འདི་ཚོ་དེ་མི་ལོ་སྟོང་ཕྲག་མང་པོའི་རིང་ལ་དེ་འདྲས་མ་ཞུ་བ་ཅིག་ད་འདྲས་ད་ལྟ་བར་དུ་གནས་ལས་དེ་འདྲས་ཤེལ་གྱི་མཆོད་རྟེན་ནང་བཞིན་འདུག་ཡོད་རེད། ས་ལ་མཁྲེགས་པའི་བྲག་རི་དང་གཡའ་རི་རྩ་རི་སྨུག་ལ་སྣུམ་པའི་ནགས་རི་དང་སྤང་རི་བཅས་རི་དང་རི་རྒྱུད་དུ་མ་ཡོད། ད་དེ་ཧང་ནང་བཞིན་ས་ལ་མཁྲེགས་པ་ས་ཟེར་དུས་སུ་ཧ་ཅང་གི་ས་ཟེར་དུས་སུ་ཁྲག་པོ་ལ་གོ་རེད་དེ་དུས་སུ་ལ་ཧ་ཅང་གི་ཁྲག་པོ་ཡིན་པའི་བྲག་རི་དང་བྲག་རི་ཟེར་དུས་སུ་ལ་ཡ་ནི་རྡོ་གི་བྲག་རི་ཟེར་བར་བ་དེ་འདྲ་གི་རི་ཁ་ཤས་ནི་བྲག་ཁོ་ན་ཡིན་པ་དེ་འདྲ་ལ་བྲག་རི་ཟེར་ད་ནང་བཞིན་གཡའ་རི་དང་རྫ་རིའི་ཟི་དུལ་སྲིན་པོ་ལ་ཡ། ད་ནི་བྱས་ནི། ཅིག་ག། ད་ཤིང་སྡོང་དང་དེ་འདྲ་ཁྱུ་ནི་མ་ཡིན་གྱི་རིགས་དེ་འདྲ་འདུག་དེ་ལ་རྫ་རིའི་ཟི། སྨུག་ལ་བསྣུན་པའི་ནག་རིས་དང་ཟི་སྨུག་ལ་བསྣུན་པའི་ཧ་ཅང་གི་ད། དེ། ཅིག་ག། ནག་རིས་འདི་ཚོ་དེ་དཔེར་ན། ནི་རིགས་ཁ་ཤས་ནི་ཤིང་ནག་ཡོད་རྒྱུའི་རིགས་དེ་འདྲ་ཡོད་རེད་བ། དེ་སྐད་དེ་ཕ་བལྟས་པ་ཡིན་ནའི་ཧ་ཅང་གི་ཅིག་ཡིད་དུ་འོང་བ། སྨུག་ལ་བསྣུན་པའི་སྣུམ་ཤིག་ཤིག་སྨུག་པོ་ཡིན་པ་གང་ཞིག་ལ་ནི་ཅིག་གི་སྣུམ་ཆུ་ཡོད་ནང་བཞིན་ཅིག་ག། དེ་འདྲས་ཟི་དེ་འདྲས་ཡོད་རེད། ན་རིགས་དང་སྤང་རིགས་བཅས་སྤང་རིགས་ལ་དུས་གསུམ་པ་ལ་ནི་རིགས་ཁ་ཤས་ལ་ཡང་དུ་ལྟ། ཤིང་སྣ་མེད་པ་ཆེ་ཡང་ནི་དེ་འདྲའི་རྩ་གི་ཡིན་གྱི་རིགས་དེ་འདྲའི་ཡོང་གི་འདུག་དེ་གའི་དེ་ནི་སྤང་རིགས་སྤང་རིགས་བཅས་རིགས་དང་རིགས་རྒྱུད་དུ་མ་ཡོད་ཟེར་ནི་རིགས་དང་རིགས་རྒྱུད་ཧ་ཅང་གི་མང་པོ་བོད་ནང་ལ་ཡང་དེ་འདྲས་ཡོད་རེད། ད་ས་ཆ་ད་དེ་ནང་ལ་ཡང་ས་ཆ་སྐོར་ལ་ཤེས་ཀྱི་འདུག། ས་ཆ་དེ་ག་འདྲས་རེད་ལ་ན་བོད་ནང་ལ་ཡ་མཛེས་ཤིང་ཡིད་དུ་འོང་ལ་མེ་རྡོ་སྣ་ཚོགས་ཀྱིས་ཁེངས་ཤིང་སྔོ་ལྗང་ལྗང་གི་སྤང་ལྗོངས་དང་ན་ག་ཡང་ཞི་རྒྱ་ཆེ་བའི་རྩྭ་ཐང་དང་བྱེ་ཐང་སོགས་ཡོད། ད་བོད་ནང་གི་ས་ཆ་ཆ་བཞག་པ་ཡིན་ན་ཧ་ཅང་གི་མཛེས་པོ་ཡིད་དུ་འོང་བ་ཕ་ད་དུས་སམ་བ་ལ་སྙིང་རྗེ་མོ་དང་ཡིད་དུ་འོང་བ་དང་མཛེས་པོ་ཞུ་ཞུ་རེད་ལ་དེ་ག་ནང་བཞིན་དབྱར་དགའ་འདྲ་བོ་ཆ་བཞག་པ་ཡིན་ན་མེ་རྡོ་འདྲ་མི་འདྲ་དེ་འདྲ་བཞད་བྱས་དེ་འདྲ་མེ་རྡོ་འདྲ་མི་འདྲ་བཞད་ནས་མེ་རྡོ་ཡི་རི་ལུང་ཚང་མ་ལོག་ནི་མི་མདོག་གིས་ཁེངས་ཡོད་རེད། སྔོ་ལྗང་ལྗང་གི་སྤང་ལྗོངས་དང་སི་ཐན་ནང་བཞིན་སྤང་ལྗོངས་འདི་ཚོ་ཡིན་ནའི་ཧ་ཅང་གི་སྔོ་ལྗང་ལྗང། སི་ཏུའི་སམ་བྷ་ལ་ཡ་ལྗང་ཁུ་ཡིན་པ་དང་དེ་འདྲ་གི་སྤང་ལྗོངས་དང་ནག་ཁ་ནག་ཁ་སི་ཏུའི་སམ་བྷ་ལ་ཡིན་དེ་ཟེར་བ་རེད་ད་ལྟ་དེ་ལ་ཡ། སྤང་ལྗོངས་དང་ན་ག་ཡང་ཞིང་རྒྱ་ཆེ་བའི་རྩྭ་ཐང་ཧ་ཅང་གི་གུ་ཡངས་པོ་ཡིན་པ་དང་རྒྱ་ཆེན་པོ་ཡིན་པའི་རྩྭ་ཐང་ཧ་ཅང་མང་པོ་ཡོད་རེད་བོད་ནང་ལ་ཡང་དེ་ག་ནང་བཞིན་གྱི་བྱེ་ཐང་སོགས་ཡང་ཡོད་ད་ག་ནང་བཞིན་ནི་བྱེ་ཀ་རྩྭ་ཐང་ཙམ་མ་ཡིན་པ་ནི་བྱེ་ཐང་ཡོད་ས་དེ་འདྲའི་ས་ཆ་ཡང་བོད་ནང་ལ་ཡང་དེ་འདྲས་སུ་ཡོད་རེད་དེའི་ཐད་ནས་བོད་ནང་གི་ས་ཆ་ཆེས་གཙང་པོ་ཁག་གཙང་པོ་དེ་ནི་ཡི་དྭགས་ག་འདྲས་ཡོད་རེད་ཞུས་པས་ན་བོད་ཀྱི་ཆུ་ཆེན་བརྒྱད་དུ་གྲགས་པ་དེ་རྨ་ཆུ་འབྲི་ཆུ་རྡ་ཆུ་རྒྱལ་མོ་སྔོན་ཆུ་རྟ་ཆུ་ཁ་འབབ་རྨ་བྱ་ཁ་འབབ་གླང་ཆེན་ཁ་འབབ་སེང་གེ་ཁ་འབབ་བཅས་ཡིན་ཞིང། བོད་ནི་ཨེ་ཤི་ཡའི་ཆུ་བོ་དག་གི་འབྱུང་ཁུངས་ཀྱང་ཡིན། ད་ལྟའི་གཙང་པོ་ནང་ནས་གཙང་པོ་དེ་གའི་དེ་གའི་གཏམ། མིང་འདི་དག་བོད་ཀྱི་ཆུ་ཆེན་བརྒྱད་བོད་ཀྱི་ཆུ་ཆེན་བརྒྱད་དུ་གྲགས་པས་ནི་ཆུ་ཆེན་བརྒྱད་དེ་ག་ལ་ན་རྨ་ཆུ་བྱས། དེའི་རྣམ་པ་གཙོ་ལ་རྨ་དཔའ་རིས་ཏེ། དང་པོ་དེ་རྨ་ཆུ་གི་དཔའ་རིས་བྱས། གཉིས་པ་དེ་འབྲི་ཆུ་གི་དཔའ་རིས། གསུམ་པ་དེ་རྡ་ཆུ། བཞི་པ་དེ་རྒྱ་མ་སྔོ་ཆུ་གི་དཔའ་རིས། དེ་སྐད་བཟླས་ནས་ཆུ་དེ་གཙང་པོ་ཆུ་བྱས། དག་ནང་ཤིང། ཁ་འབབ་རྣམ་བཞི་གཟིགས་རེ་འདི་བཤམས་བརྒྱད། རྟ་མཆོག་ཁ་འབབ་རྨ་བྱ་ཁ་འབབ་གླང་མཆིལ་ཁ་འབབ་སེང་གེ་ཁ་འབབ་བཞི་དེ་ལ་ཁ་འབབ་རྣམ་བཞི་གཟིགས། དེས་ནས་མ། དེ་སྐད་བཟླས་ཡང་ཆུ་བོ་ཚང་མ་གི་འབྱུང་ཁུངས་ཡིན་དུས་བསམ་པ་ལ་དེས་ནས་བྱས། ལུང་པ་མང་པོ་ཅིག་རྒྱ་ཧ་མང་པོ་ཅིག་ལ་ཆུ་དེ་སྐད་བཟླས་ཡོད་དུས། བོད། ལྟེ་བ་དེ་བོད་བྱེས་འདི་ནས་བྱེས་མ་གཅིག་ཆུ་བོ་དེ་མ་བཞུར་ཡོང་དུས་བསམ་པ་ལ་རྒྱལ་ཁ་མང་པོ་ཅིག་ནང་འགྲོ་གི་རེད་དཔེར་ན་རྟ་མཆོད་ཁ་འབབ་ཟེར་དུས་བསམ་པ་ལ་རྟ་མཆོད་ཁ་འབབ་དེ་རྒྱ་གར་གྱི་ལ་སྤགས་ཤུག་ཟིག་རེད་ད་ནང་བཞིན་ད་ལྟ་དེ་རྣམ་པ་ཚོ་པར་ལ་གཟིགས་པ་ཡིན་ན་དེ་ནང་ལ་ཡོད་རེད་པར་དེ་པར་དེ་དེ་ཡིན། ཨན་རྨ་བྱ་ཁ་འབབ། རྨ་བྱ་ཁ་འབབ་དེ་ལ་ཡང་རྒྱ་གར་ནང་ལ་སིནྡྷུ་ཆུ་བོ་སིནྡྷུ་ཟེར་གི་རེད་ཨན་ཆུ་བོ་དེ་ཨན་རྒྱ་གར་ནས་བྱེད་བྱས། རྒྱ་གར་བྱས་ཨན་ད་ནང་བྱས་གཙོ་བོ་དེ་བོད་ནས་བྱས་བོད་ནས་བྱས་ཆུ་ཨན་རྒྱ་གར་བྱས་རྒྱ་གར་ནས་བྱས་པཱ་ཀི་སི་ཐན་ལ་འགྲོ་གི་རེད་ཆུ་དེ་རྨ་བྱ་ཁ་འབབ་དེ།

ད་ཨཱ་ད་ནང་བཞིན་ཨཱ་ནི་དེའི་དེ་ལ་ཡ་ཨཱ་ནི་ཁ་འབབ་རྣམ་ཤེས་ཞེས་བྱའི་བུ་གོ་རེ་ནམ་རྒྱུན་ཁ་འབབ་རྣམ་ཤེས་བཅས་ཡིན་ཞིང། བུ་ནི་ཨེ་ཤེ་ཡའི་ཆུ་བོ་དག་གི་འབྱུང་ཁུངས་ཀྱང་ཡིན། སྤྱི་དང་བོའི་ཆ་བཞག་པ་ན་དེ་འདྲའི་གལ་ནི་གཅིག་གཙང་པོ་དང་ཆུ་བོ་དེ་འདྲའི་མ་བབ་ས་ཀྱི་འབྱུང་ཁུངས་གཙོ་བོ་ཆུ་བོ་དེ་ཚོ་བྱུང་ས་ཀྱི་འབྱུང་ཁུངས་ཁུངས་གཙོ་སོར་གཙོ་བོ་དེ་ཡང་ནི་བོའི་ཆ་དེ་བོ་རེད། དེ་དུས་བསམ་པ་ལ་ཡང་ནི་ཆུ་དེ་གའི་དེ་ཧ་ཅང་གི་ཡང་ནི་བོད་ཀྱི་དབུ་མ་ཡིན་པ་ཆེ་ཨེ་ཤི་ཡ་ལ་ཆ་བཞག་པ་ཡིན་ནའི་ཧ་ཅང་གི་ཡང་ནི་རྩ་ཆེན་པོ་ཆགས་དེ་འོ་རེད་ཆུ་དེ་གའི་དེ་ལ་ཟེར་མཐའ་མ་དེ་ལ་ཡང་མཚོ་བོད་ནང་ལ་ཚོ་ད་མཚོ་བོད་སྐོར་ལ་ཡང་བཞག་དངོས་གཞི་དྭངས་པའི་སྟོད་ཀྱི་མ་ཕམ་ཡུལ་ཚོ་དང། བར་གྱི་གནམ་མཚོ་ཕྱུག་མོ་སྨད་ཀྱི་ཁྲི་ཤོ་རྒྱ་མོ་གཙོས་པའི་མཚོ་དང་མཚེའུ་གྲངས་ལས་འདས་པ་དང་བོད་མཐོ་སྒང་དུ་གཡུ་ཡི་ཁྲ་ལྟ་བ་ལྟར་གྱེན་ཡོད། ད་དངོས་གཞི་དྭངས་པས་དངོས་ལ་དུས་གསུམ་ལ་ཁོ་རང་གི་ནི་ད་ཚུལ་དེ་གའི་དེ་གའི་ནི་དངོས་པོ་ཡིན་པ་དང་དྭངས་ལ་དུས་གསུམ་ལ་གཙང་མ་ཡིན་པ་དེ་འདྲ་ལ་དངོས་གཞི་དྭངས་པས། དངོས་གཞི་དྭངས་པས་ནི་སྟོད་ཀྱི་མ་ཕམ་མིན་སོ་དང་སྟོད་ལ་ཡང་སྟོད་མངའ་རིས་སྤུ་ཧྲེང་གཟིགས་རྡོ་སྤུ་ཧྲེང་བྱས་སྤུ་ཧྲེང་རྫོང་ནས་བྱས་བྱས་ནི་ཀི་ལོ་མི་ཀྲར་ནི། སུམ་ཅུ་སོ་ལྔ་འགྲོ་བ་ཡིན་ན་ཕ་གིས་ནས་ཨ་ནི་ད་ལྟ་དེ་མ་ཕམ་གཡུ་མཚོ་ཞེས་པའི་མཚོ་དེ་ད་ང་ཚོ་འདུག་བྱེད་ཐུག་གི་རེད་ཟེར་ནས་མ་ཕམ་གཡུ་མཚོ་ལ་ད་ཁོ་རང་ལ་ད་མིང་ག་འདྲས་སུ་ཐོགས་པ་རེད་ལ་ན་ནི་ཅིག་གི་མཚོ་དེ་གཡུ་ནང་བཞིན་མདོག་གཡུ་ལྟར་ཡོད་པ་སོང་ཙང་ཨ་ནི་མ་ཕམ་གཡུ་མཚོ་ཞེས་བྱེད་ཐུག་རེད་ཟེར་གི་འདུག།

སུམ་ཅུ་ཕྱིན་པ་ཡིན་ན་ད་ལྟ་དེ་མ་ད་ལྟ་བར་གྱི་གནམ་སོ་ཕྱུག་མོ་གནམ་སོ་ཕྱུག་མོ་ཞེས་པའི་ཚོགས་དེ་ཡང་ང་ཚོ་འདུག་ཟེར་ནས་བརྗེད་ཐུག་རེད། དེ་ཡིས་གནམ་སོ་ཕྱུག་མོ་བྱས་ད་གནམ་སོ་ཕྱུག་མོ་བྱས་ཅི་ག་འདྲའི་མཚན་ཐོགས་པ་རེད་ལ་ན་གནམ་དེ་ས་ལ་བབས་པ་ན་ད་ཡོད་པ་སོང་ཙང་གནམ་སོ་ཕྱུག་མོ་བྱས་ཅི་ཐོགས་རེད་ཟེར་གི་འདུག། ཨན་ད་ནང་བཞིན་ཨན་ནི་སྨད་ལ་ཡ། སྨད་མདོ་ཁམས་ལ་ཡ་ཨན་ནི་ཁྲི་ཤུར་རྒྱལ་མོ་ཞེས་པའི་ཨན་ནི་མཚོ་དེ་ཆ་བཞག་པ་ཡིན་ན་ཨན་ནི་མདོ་ཁམས་ཀྱི་ཨན་ནི་བྱང་ཤར་ཁུལ་གྱི་ཨན་ནི་ཟི་ཁྲོན་གྲོང་ཁྱེར་ཟིག་རྡོ་ཟི་ཁྲོན་གྲོང་ཁྱེར་ནས་ཀི་ལོ་མི་ཀྲར་སྤྱི་ལེ་བརྒྱ་དང་ལྔ་བཅུ་ཕྱིན་པ་ཡིན་ན་ཨན་ནི་ད་ལྟ་ཁྲི་ཤུར་རྒྱལ་མོ་ཞེས་པའི་མཚོ་དེ་ལ་ཨན་ནི་ཟི་ཁྲོན་གྲོང་ཁྱེར་ནས་ཨན་ནི་ཀི་ལོ་མི་ཀྲར་བརྒྱད་དང་བཅུ་སོ་དེ་འདྲའི་གོ་དགོས་རེད། དེ་འདྲའི། མཚམས་དེ་ལ་ཡང་ཁྲི་ཤེས་རྒྱགས་མ་ཞུས་པའི་ཚོ་དེ་འདུག་སྲིད་ཡོད་རེད། དེ་འདུག་ཟིན་པ་ལ་ཚོ་འདི་གས་དེ་ཡང་ད་གཙོ་བོ་བོད་ཡི་གེ་ད་ཚོ་གཙོ་བོ་ཅིག་འདུག་ཆ་དེ་གོ་རེད། ཚོ་འདི་གས་དང་ད་ནང་བཞིན་མཚེའུ་གྲངས་ལ་བསྡད་པ་ཡོད། ཚོ་འདི་དེ་ཚོ་ཆེ་ཤོས་འདི་ད་འདི་མ་ཡིན་པ་མཚེའུ་མཚེའུ་ཟེར་དོན་ཟབ་མོ་ཚོ་ཆུང་ཆུང་ཟིག་རེད་བ། ཚོ་ཆུང་ཆུང་གྲངས་ལས་འདས་པ་ང་ཚོའི་གྲངས་ཀ་རྒྱ་མཐུད་ནས་རྒྱ་མཐུད་ཡ་མེད་པ་དེ་འདྲའི་འགན་ནི་ཧ་ཅང་མང་པོ་བོད་མཐོ་སྒང་ནང་ལ་ཡ་དེ་འདྲའི་སྲིད་ཇུས་ཡི་ཁྲ་ལྟ་བུ་ནང་བཞིན་འགན་ཡོད་ཡ་ནི་ཕ་ལྟ་དུས་སམ་པ་ལ་ཡ་ནི་བོད་ལ་ཡ་གཡུག་གི་ཁྲ་ལྟ་བུ་ནང་བཞིན་དེ་འདྲའི་འགན་ནི་ཡིན་ཅིག་རྒྱན་ཆ་ནང་བཞིན་རྫི་བོ་ཡིད་འོང་བ་དེ་འདྲ་བྱེད་བྱས་ནི་ཚོ་དང་རྫི་བོ་མང་པོ་ཞུ་བོད་ནང་ལ་ཡ་དེ་འདྲ་སྲིད་ཡོད་རེད།